ད་བཀའ་ཤག་སྐབས་གསར་པ་སྐབས་བཅུ་བདུན་ཡང་སླེབས་ལ་ཉེ་བ་རེད། བོད་བརྒྱུད་ནང་བསྟན་ཁྲོད་བུད་མེད་ཀྱི་ནུས་སྟོབས་གོང་འཕེལ་ཚོགས་ཆེན། ཐེངས་དང་པོ་དཱ་ལའི་བླ་མ Trust དང་ད་ནུས་ཚན་ཐོག་ལ་ཡོད་པའི་ཐེབས་རྩ་དང་ནི་ཆོས་རིག་ལས་ཁུངས་ཀྱི་ཐུན་མོང་གི་ཐོག་ནས་ད་རིང་དུ་ཕྱི་ནས་བཀོད་སྒྲིག་ཞུ་ཐུབ་པ་བྱུང་ཡོད་རེད། དེའི་ཐོག་སྤྱི་འཐུས་རྐྱང་པས་ཁོང་བཀའ་ཟུར་ཧྲེན་ཅིན་ཁང་དུ་ཕྱོགས་རེད། ཁོང་སྤྱི་འཐུས་མཆོག་ཐ་ན་ཞིང་གི་ཐ་ན་དེ་ཚོགས་འདུའི་ནང་ལ་ཡང་བགྲོ་གླེང་ནང་མཉམ་ཞུགས་གནང་མཁན་མཁས་དབང་ཁག་དེ་ཚོགས་བཅར་བ་ཚང་མ་ལ་ལ་ངས་ཆོས་རིག་བཀའ་བློན་གྱི་མིང་ཐོག་ནས་རེད། སྲིད་སྐྱོང་གི་མིང་ཐོག་ནས། འཚམས་འདྲི་བཀྲ་ཤིས་ལེགས་ཤིང་ཞུ་བ་ཡིན། ད་བོད་འདིར་ག་རེ་བཞུགས་ཡོད་མེད་ཞེ་དྲགས་ཤིང་གི་མི་འདུག་ཞེ་སྡང་དགོན་སྡེ་ཁག་དང། དགེ་འདུན་དང་བཙུན་མ་ལ་བཀའ་མོལ་ཞུ་དགོས་ཚང་མ་བལྟས་ཁག་པོ་རེད་བཤད་འདུག་འདི་གང་ལ་ང་དཔེ་ཆ་དེ་བཏང་མྱོང་ཡོང་མ་རེད་གཞུང་ཆེན་བཟོ་ད་ཕར་བཞག་དེ་མེད་དུས་ཚང་མ་རྣམ་པ་ཚོ་ཚང་མ་ལོ་གཞུང་ཆེན་ཟེར་མཁན་ཡོད་དུས་ཚང་མ་ལ་ད་ང་ཚོས་བཀའ་མོལ་ཞུས་སྟངས་དེ་ཡང་འགྲིག་གི་ཡོད་འགྲོ་མེད་འགྲོ་ཐེ་ཚོམ་གྱི་འདུག་བྱས་ནས་ཡོང་བསྡད་ཀྱི་འདུག་ད་གང་ལྟར་ང་ཚོ་དེ་སྤྱི་ཚོགས་ཧྲག་ཧོ་ཧོ་བྱས་ནས་བོད་ནང་ལོགས་ལ་ཡ་རྒྱ་ནག་གཏོར་བཤིག་བཏང་ཤག་ཨ་ནི་བཙན་བྱོལ་ནང་ལོགས་སླར་གསོ་ཐུབ་ཡ་དེ་གའི་ཚང་མ་ལོགས་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ཡོང་གི་ཡོད་རེད་ད་ག་ནང་བཞིན་ཕྱིན་ནས་ཨ་ནི་རྒྱལ་སྤྱིའི་ནང་ལོགས་ལ་ཆབ་སྲིད་ཀྱི་རྒྱབ་སྐྱོར་ཡིན་པ་ཡིན་ནའི་དེ་ཚོ་ཚང་མ་ལོགས་རྒྱལ་བོར་མི་ཤེས་ཀྱི་ཐུགས་རྗེ་མཛད་པ་འཕྲིན་ལས་བསྟན་ནས་དེའི་ཐུགས་རྗེ་བྱིན་རླབས་ཀྱི་འོག་ནས་ད་ལྟ་ང་ཚོ་གཅིག་འབྲེལ་བ་ཡོང་ཡ་དང་དེ་གས་ཚང་མ་ལོགས་འདུག་བྱས་ནས་ཡོང་བསྡད་ཀྱི་ཡོད་རེད་ཨ་ནི་ད་ལྟ་བཙུན་མའི་ལས་གཞི་སུ་རེ་བ་བྱིན་པ་ཡིན་ན་ཁོང་བཀའ་ཟུར་རིན་ཆེན་ཁ་ནོར་ལགས་པས་མི་སྲིད་ད་ལོ་མང་པོ་གཅིག་རེ་འགའ་ལ་ཐུགས་འགན་བཞེས་གནང་ནས་ཨ་ནི། ད་བཙུན་དགོན་ནང་སློབ་གཉེར་བྱས་ད་བཙུན་དགོན་གཅིག་བཅུ་དགོན་མར་མ་བཙུན་དགོན་གཞན་པ་ཡང་མང་པོ་ཞིག་གྲགས་ཡོད་རེད་དེ་ཚོ་ཐུགས་མང་པོ་ཐོག་ནས་ཨ་ཅིག་གི་མཉམ་རུབ་ཀྱི་ལས་ཀ་བྱས་དང་དེ་ཚོའི་ཐོག་ལ་ཡང་སྐུ་ངོ་གི་ཕྱག་རྗེས་ཆེན་པོ་བཞག་གནང་ཡོད་རེད་ད་ད་ལྟ་གཞན་པ་ཚོའི་རྒྱུན་འཛིན་གནང་བྱས་འདུག་ཕྱིར་གནང་གི་ཡོད་དེ་ཚོ་མ་དེ་ཚོ་ལས་ཀ་དེ་ཚོ་མུ་མཐུད་ནས་ལམ་ལྷོང་ཡོང་ཡ་དེ་གལ་ཆེན་པོ་རེད། གཞན་པ་དག་གི་ཤི་རྨས་ཀྱི་ཕྱག་རྒྱའི་ཕུད་ཡར་གྱི་སྲོལ་དེ་ག་དེ་ནི་རྒྱ་རོམ་ཇའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་ཉིས་སྟོང་བཅུ་དྲུག་ནས་རེད་པ་ཉིས་སྟོང་བཅུ་དྲུག་ནས་ཆད་ཆད་ད་ད་ལྟ་བར་དུ་དུ་ཕྱིན་འགྲོ་ནས་དགེ་བཤེས་མ་མང་པོ་ཅིག་ཐོན་གནང་ཡོད་རེད་ཨ་ནི་ང་ཚོ་བོད་འཛིན་སྐྱོང་ད་ཆུ་རིན་ལས་ཁུངས་ཀྱི་བརྒྱུད་ནས་ཨ་ནི་ཡང་སྦྱང་དགོས་ཆོས་དང་དེ་ཚོའི་སྐོར་ཚུལ་མིན་སྦྱང་དགོས་ཆོས་དང་དེ་ཚོ་ལ་ཡང་ད་མཐུན་འགྱུར་ཕྲན་བུ་ཕྲན་བུ་ཅིག་ཞུ་ཐུབ་ཀྱི་ཡོད་རེད་མ་གཏོགས་ཅིག་གིས་ཨ་ནི་སྤྱི་བཏང་གི་དགོན་སྡེ་ཁག་དང། བཙུན་དགོན་ཚང་མ་ལོག་ད་སུ་སུ་སུ་རང་གིས་རང་ཅག་ཕལ་བ་བྱས་བྱས་ད་ལྟ་བར་དུ་དུག་ཆེན་ཕལ་བསྡད་ཀྱི་ཡོད་རེད། ད་བོད་མིའི་སྒྲིག་འཛུགས་རེ་རེ་རེ་རེ་བལྟ་དགོས་བྱུང་བ་ཡིན་ན་ནི་ང་ཚོ་ཁག་ཞུགས་བྱ་གི་ཡོད་ད་བོད་མིའི་སྒྲིག་འཛུགས་ཀྱི་ད་ལྟའི་འགྲོ་སོང་ཏང་ཡོན་གྱི་ཡོང་འབབ་དང་དེ་ཚོ་སྤྱི་ཡོངས་ནས་ཅིག་ལྟ་དགོས་ཀྱི་འདུག་ཚང་མ་ལ་ཡང་དེ་ཡིན་དུས་ད་ལྟ་བར་དུ་དགོན་པ་སུ་སོ་སོ་ཡིན་ནས་རེད་དགོན་སྡེ་ཁག་སུ་སོ་སོ་ཡིན་ནས་བཙུན་དགོན་སུ་སོ་སོ་ཡིན་པ་ཡིན་ནས་རེད་ཚང་མ་ལོག་གི་སུ་སོ་སོས་འབད་བརྩོན་གནང་བྱས་འདུག་བཞིན་ཆགས་བསྡད་ཡོད་ད་ཡིན་ནས་མ་འོངས་པར་ང་ཚོ་འདི་ཚོ་གནས་སྟངས་འཚོ་ག་འདྲས་ཆགས་ཡོང་ཆགས་མི་ཡོང་ཟེར་ཡང་དེ་ཚོ་ག་ལས་བསམ་བློ་མང་པོ་ཅིག་གཏང་དགོས་ཡོང་གི་འདུག་དངོས་ཡོད་གནས་སྟངས་ཀྱི་ཐོག་ནས་ཡིན་པ་ཡིན་ནས། ང་ཚོ་དཔེར་ན་ད་གྲངས་ཀ་འདི་ཚོ་བལྟས་ཟིན་ཡག་མ་ཟིན་འགྲོ་སྲིད་ཀྱི་རེད་དེ་ཉིས་སྟོང་ཉེར་ཚེ་གཅིག་ལ་ང་ཚོ་དེ་བཀའ་ཤག་སྐབས་བཅུ་དྲུག་པ་ཡར་སླེབས་པའི་སྐབས་ལ་ང་ཚོ་དགེ་འདུན་དགེ་འདུན་པ་དང་བཙུན་མ་དང་སྔགས་དཔལ་གྱི་གྲངས་ཀ་དེ་སྟོང་ཕྲག་བཞི་བཅུ་ཞེ་གཉིས་ཤིག་གསུངས་བཞུགས་ཡོད་རེད་ད་ཟླ་གཉིས་དང་ད་ལོ་དེ་བར་ང་ཚོ་གྲངས་ཀ་རྩིས་ཡོང་དུས་བསམ་པ་ལ། སྟོང་ཕྲག་གསུམ་སོ་བརྒྱད་དང་བརྒྱད་བརྒྱ་ཆགས་དུས་བསམ་པ་ལ་ཡང་ཨ་ནི་གྲངས་ཀ་དེ་མང་ཆགས་འགྲོ་གི་ཡོད་པ་དེ་གསལ་བོ་ཅི་རེད་འདུག་བ། ཉིས་སྟོང་ཉིས་བརྒྱད་ཅིག་བལྟས་པའི་སྐབས་ལ་ང་ཚོའི་དགོན་པ་ཁག་ཚང་མ་ནང་ལོགས་ལ་ཆོས་རིག་ལས་ཁུངས་ལ་དེབ་སྐྱེལ་བྱས་བཞག་པའི་གི་དགོན་པ་ཁག་ཚང་མའི་ནང་ལོགས་ལ་ཡང། ཧི་མ་ལ་ཡའི་གཙོ་བོ་གྱུར་པའི་གི་རྒྱ་གར་ཡུལ་མི་ཡིན་པ་དེ་དེ་དུས་བརྒྱ་ཆ་རེ་བཞི་ཞིག་ཧི་མ་ལ་ཡ་དང་རྒྱ་གར་བྱས། སུམ་ཅུ་སོ་ལྔ་ཞིག་བོད་པ་བྱས། བརྒྱ་ཆ་གཅིག་གཅིག་ཧི་མ་ལ་ཡ་དང་བོད་པ་མ་ཡིན་པ། འདི་འདྲ་ཞིག་ཆགས་ཡོད་ད་ད་ལྟ་སྟོང་ཕྲག་གསུམ་སོ་བརྒྱད་ད་རྒྱལ་ཁའི་དེའི་ནང་ལོགས་ལ་ཡ་བྱེད་དུས་ད་ཕལ་ཆེར་ཧི་མ་ལ་ཡ་གི་བརྒྱ་ཆ་དེ་ཡ་བདུན་བཅུ་ཞིག་ལ་ཡ་སླེབས་འགྲོ་ཡ་དང་ཨ་ནི་བོད་རིགས་དང་ཧི་མ་ལ་ཡ་མ་ཡིན་པ་བརྒྱ་ཆ་གཉིས་ཞིག་བྱེད་ཨ་ནི་བོད་རིགས་རང་བྱེད་པ་དེ་ད་བརྒྱ་ཆ་ཉི་ཤུ་རྩ་བརྒྱད་ཞིག་དུ་བཞིན་ཆགས་འདུག་གི་ཡོད་རེད་དེ་ཚོ་ཚན་ཁ་དེ་ད་ལྟ་བར་དུ་ང་ཚོའི་གནས་སྟངས་ཆགས་ཕོད་ས་ཤོར་ནི་ང་ཚོ་བཙན་བྱོལ་ལ་སླེབས་པ་ནས་ཕྱིན་ནས་རྒྱ་བོར་མོ་ཆེ་གི་རླབས་ཆེན་གི་དགོངས་པ་དེའི་ཐོག་ནས་ང་རང་ཚོ་མི་རིགས་གཅིག་པ་ཡིན་པ་སྐད་ཡིག་གཅིག་པ་ཡིན་པ་རིག་གཞུང་གཅིག་པ་ཡིན་པ་ཆོས་གཅིག་པ་ཡིན་པ་ནི་ཧི་མ་ལ་ཡའི་རི་རྒྱུད་ནས་གང་མང་མང་ཅིག་དེ་ཚོ་ནང་ལ་ཡང་འཛུལ་ཞུགས་བྱས་ཀྱི་གོ་སྐབས་བསྐྲུན་ཡོད་པས་སོང་ཙང་ནང་ལའི་གནས་སྟངས་སྡུག་ཆགས་ཀྱི་ཡོད་རེད་དེ་ཚོའི་དགོངས་པ་ཚོའི་གི་རྒྱབ་ལྗོངས་ལ་གཟིགས་པ་ཡིན་ན་པད་མ་ཆེ་རྒྱ་ཆེན་པོ་ཡོད་རེད་ཨ་ལེ་བོད་པའི་སྐད་ཡིག་གཅིག་པོ་ལ་ཡར་མཚོན་པ་འདྲ་བོ་བྱིན་ན་སྐད་ཡིག་རྩ་ཆེན་པོ་ཞུགས་ཀྱི་ཡོད་ཟེར་ལབ་ཀྱི་ཡོད་རེད་བ་ད་ང་ཚོ་མདོ་སྔགས་ཟུང་འབྲེལ་དང་ལུང་རྟོགས་བསྟན་པ་ཡོངས་སུ་རྫོགས་པ་ཅིག་བལྟ་དགོས་བྱུང་ན་ང་ནི་བོད་པ་རེད། བོད་པའི་སྐད་ཡིག་ནང་ལ་མ་གཏོགས་ལྟ་ཡ་ཡོད་མ་རེད་བཞིན་ལབ་གི་ཡོད་རེད་དེ་ཡིན་ནས་སྐད་ཡིག་བཀོལ་སྤྱོད་བྱེད་མཁན་དེ་ཉུང་ཉུང་ཆུང་མ་དེ་མེད་ན། ཨ་ནི་སྐད་ཡིག་འདི་ལ་ཡང་ཉེན་ཁ་ཞིག་ཡོང་གི་འདུག་བ། དེ་ཡིན་དུས་ཧི་མ་ལ་ཡའི་རི་རྒྱུད་ཚང་མ་ལོག་ང་ཚོ་དགོན་སྡེ་ཁག་ནང་མ་ཕེབས་རྗེས་བོད་ཡིག་སློབ་སྦྱོང་གནང། ཨ་ནི་བོད་ཡིག་རང་བཀོལ་སྤྱོད་བྱས་རྗེས་དཔེ་ཆ་ལྟ་ཡ་ཡིན་ནི་རེད་རྒྱུན་ལྡན་གྱི་གཅིག་ཡིན་པ་ཡིན་ནི་རེད་དེ་བྱེད་དུས་བསམ་པ་ལ། བོད་པའི་སྐད་ཡིག་འདི་བཀོལ་སྤྱོད་བྱེད་མཁན་དེ་རང་བཞིན་མང་འགྲོ་འདུག་ཕྱོགས་ཕྱོགས་གཅིག་ནས་བལྟས་པ་ཡིན་ནས། ང་ཚོ་མི་རིགས་གཅིག་པ་ཡིན་པ་དང་མི་ཚང་མ་བློ་ཐར་པ་འདོད་མཁན་ཚང་མ་བློ་ཡ། ནང་ཆོས་དེ་ཕན་ཐོགས་དགོས་ཀྱི་ཡོད་རེད་མ་གཏོགས་གཅིག་ང་ཚོ་བོད་པ་གཅིག་པུར་ལྟ་གི་ཡོད་ང་ཚོ་ཧི་མ་ལ་ཡ་གཅིག་པུར་ལྟ་གི་ཡོད་ཟེར་ནས་གལ་ཡོད་མ་རེད་ད་དེའི་དངོས་ཡོད་གནས་སྟངས་དེ་གི་ཐོག་ནས་ང་ཚོ་དགོན་པ་འདི་ཚོ་ནང་ལོགས་ལས་འགྲོ་སྟངས་ཀྱི་འགྱུར་བ་ཞི་དྲག་འགྲོ་གི་ཡོད་རེད་རེད་བ་དཔེར་ན་དགེ་ལུགས་ནང་ལོགས་ལས་ཡིན་པ་ཡིན་ནས། རིན་ཆེན་རིན་པོ་ཆེ། ལ་དྭགས་ནས་རེད་ག་འདི་ཁྲིའུ་སྣང་བར་བ། དེས་ན་གཞན་ཞིག་ནས་ད་ཆོས་སྡེ་ཆེན་པོ་ཟུ་དང་ལོ་ལེ་ཡང་ཧི་མ་ལ་ཡའི་རི་རྒྱུད་དང་དེ་ཚོའི་གིས་ད་དགོན་པའི་འགན་ཁེ་ཡག་གི་དུས་ཚོད་ཅིག་ཤར་ཡོང་གི་འདུག་ང་ཚོ་ད་རྟ་དབང་དང་ལ་དྭགས་དུ་བ་འགྲོ་དུས་མཚམས་པར་ཆོས་སྡེ་ཆེན་པོ་ཟུ་དང་ལ་སློབ་སྦྱོང་གནང་ཞེ་ང་ཚོ་ཚུགས་ས་སུ་ས་ཁུལ་ནང་ཕེ་བྱས་ཨ་ནུ་དགོན་པ་ཟུ་དང་ལ་ཆོས་འཆད་ཡག་དང་དེ་ཚོའི་གིས་བྱ་བ་བརྩམས་ཡོང་དུས་མཚམས་པར་ཨ་ནི་རང་བཞིན་གིས་འགྲོ་ག་ལ་ཕན་ཐོགས་ཡག་ལྷག་པར་དུ་ངས་མ་ཡིན་ན་ང་དྲན་འདི་གི་ཡོད་ད་ང་ཚོ་དགོན་པ་ཁག་དུ་བར་དུ་མཆོད་མཇལ་དུ་བ་བཅའ་དུས་ཚན་པ་ལ་ཡང་བལ་བོའི་སྐད་མང་པོ་ཞུ་ཞུ་ཅིག་གོ་དེ་དུས་ཚན་པ་ལ་ད་ང་ཚོ་བལ་བོའི་གི་ཤན་དེ་ང་ཚོར་ཞུ་གྲོགས་ཡོད་དོ་ང་ཚོའི་ཤན་དེ་ཕ་བོད་པ་བལ་བོ་ཚོ་ལ་ཡང་ཏག་ཏག་ཅིག་ལབ་ཐུག་ཡོད་ན་ག་འདྲི་འདྲོ་བྱེད་འགྲོ་ཡོད་ན་བསམ་སེམས་ཁྲལ་ཞིག་སྐྱེ་འདུག་ད་དེང་སང་ང་འགྲོ་བའི་སྐབས་ད་ཡིན་གཅིག་མིན་གཅིག་བལ་བོ་ཡིན་ན་སུ་སུ་ཚོའི་སྐད་འདི་མ་ལབ་པ་བྱ་དགོས་རེད་བྱས་ནས་དུས་ཡས་ལབ་འདི་གི་ཡོད། མཉམ་དུ་ཁ་སང་སོ་སོའི་ལུང་པ་ལ་ཕར་བགྲོས་ཏེ་སོ་སོ་སོའི་ཡུལ་སྐད་ནང་ལོགས་ལ་ཡང་ཆོས་བཤད་ཐུབ་པ་ཡིན་ན་གོ་བརྡ་རང་བཞིན་གྱི་འཕྲོད་བདེ་བ་ཡོང་གི་རུ་བ། ད་ཡིན་ནས་དགོན་པ་ཁག་ཅིག་ནང་འགྲོ་གེ་ཞིག་བྲིས་ཚུལ་བསམ་པ་ལ་ཡང་ད་ཧི་མ་ལ་ཡ་ནས་ཡོང་མཁན་ཚོ་བས་མཐར་ཕྱིན་པ་སློབ་སྦྱོང་བྱེད་མཁན་དེ་དཀོན་པོ་འགྲོ་བཞིན་འདུག་སོ། དཔེ་ཆ་རེ་ཀློག་ཤེས་ཚེ་གྲོང་ཆོག་རྒྱུགས་ཐུགས་ཞེས་བྱ་བ་ཡིན་ན་ཐོན་འགྲོ་གི་འདུག་མ་མ་ཡོང་བ་བྱས། བཟོད་ས་ཁུལ་ལ་ཡང་གྲོང་ཆོག་འདྲ་རྒྱུགས་བྱས་འདུག་ཅེས་འདས་མ་ཐག་ཅིག་དཔེ་ཆ་གཏིང་ཟབ་པོ་སློབ་སྦྱོང་བྱས་ཆེད་ཡུལ་མི་ལ་ཡང་དངོས་གནས་དྲང་གནས་ཀྱི་ནང་ཆོས་ཀྱི་སྙིང་པོ་མཛུབ་ངོ་སྤྲོད་བྱེད་ཐུབ་ཡ་དང་ཉམས་ལེན་བྱེད་ཐུབ་ཡ་གི་ལང་ཀ་གང་ལ་ཁྲིད་ཐུབ་ཡ་གི་ཡང་གནས་སྟངས་མཛོད་ཐབས་མེད། ཚང་མ་ལོ་གཅིག་པ་ཡོང་མར་བ་མ་འདྲ་མ་འདྲ་ཡོང་དགོས་བ་རེད་དེ་ཡིན་དུས། གནས་སྟངས་དེ་འདྲའི་ཅིག་འགྲོ་བདེ་གི་ཡོད་དུས་བསམ་པ་ཡང་མ་འོངས་པ་དགོན་པ་འདི་ཚོ་ཚགས་ཚུགས་ཡོང་ཡ་དང་དེ་ཚོའི་ཆེད་དུ་གར་གར་བྱེད་དགོས་ཡོད་མེད་ཁ་ཚང་དེ་བརྟན་བཞུགས་སྐབས་ལས་ཨ་རུ་ན་ཅལ་ནས་ཡིན་པ་སྣེ་མང་ནས་ང་ཚོ་ངོ་བཞིན་པ་བརྗོད་ཁོ་རང་ཅིག་ཐུག་པ་ཡིན་དེ་བྱེད་དུས་ཚོད་ཡང་ང་ཚོ་འདུ་བ་དགོན་པའི་ཁ་རོག་པ་དགོས་ཡ་དཔེར་ན་བྱང་ཕྱོགས་ཁུལ་འདྲ་བོ་ཅིག་མ་ཡིན་ན་དགོན་པ་མང་ཆེ་ལ་ད་བོད་མི་རིགས་གཞིས་ལྔ་དྲུག་དེ་འདྲ་ཡོད་ན་མ་གཏོགས་དམངས་ཆགས་ཀྱི་ཧི་མ་ལའི་རི་རྒྱུད་རང་ནས་རེད་ཤག་དེ་ཡིན་དུས་བསམ་པ་རྒྱ་གར་གི་ཡུལ་མི་རང་ཆགས་དེ་ཡོད་རེད་བ། རྒྱ་གར་གཞུང་གི་ཁེ་ཕན་བླང་ཡ་མཛོད་ཡིན་པ་ཡིན་ནའི། རྒྱ་གར་གཞུང་གི་སྡེ་ཚན་མང་པོ་ཅིག་ཡོད་རེད་དེ་དང་འབྲེལ་བ་ཡོད་པ་གྲངས་ཉུང་མི་རིགས་དང་འབྲེལ་བ་ཡོད་པ་ཡོད་རེད་ཆོས་ཕྱོགས་ཀྱི་ཐོག་ནས་གྲངས་ཉུང་གི་ཚོགས་ཆུང་འབྲེལ་བ་ཡོད་པ་དེ་འདྲའི་ཡོད་རེད་དེ་ཚོའི་གི་ལང་ཀང་བཟོ་ང་ཚོ་ག་བ་ག་བ་འཚལ་ཡ་འདུག་ག་བ་ག་བ་སྟོན་ཡ་འདུག་དེ་ཚོ་ཅིག་ལྟ་ཐུ་ཡ་དང། སྔན་མ་ནས་ང་ཚོའི་སེམས་ཁྲལ་བྱས་དེ་ཡ་ཅིག་རེད་ཨ་ནི་ཆོས་ཚོགས། ཚོགས་ཆེན་འཚོགས་པའི་སྐབས་ལས། སྙན་ཐོ་ནང་ཐོན་དེ་ཡ་ཅིག་དེ། ད་དངོས་ཡོད་གནས་སྟངས་ལ་ཐོག་ནས་དང་རང་ཆགས་དེའི་ཐོག་ང་ཚོ་དགོན་སྡེ་ཁག་མང་ཆེ་བ་ཅིག་ནང་ལོགས་ལ་ད་བོད་པ་ཡོད་དེ་ང་དེ་ག་ནས་མང་ཆེ་བ་ཅིག་དགུང་ལོ་བགྲེས་པ་ཆགས་དེ་ཡར་བོད་ནས་ཚུར་ཕེབས་ཆེད་ད་གྲྭ་བཙུན་ནང་བཞུགས་བཞུགས་ངན་ཚུལ་ད་ད་ལྟ་དགུང་ལོ་ཡར་ཕེབས་དེ་ཡར་རེད་མ་གཏོགས་མང་ཆེ་བ་ཅིག་ཆུང་ང་མང་ཆེ་བ་ཅིག་ད་ཕལ་ཆེར་ཕལ་ཆེར་ཧི་མ་ལ་ཡ་ནས་རེད་འདུག་བ་དེ་ཡིན་དུས་ཡང་དེ་གས་ཆུང་ཆུང་དེ་གས་དེ་ཨེ་འབྱུང་ཡིན་ནའི་རེད་བཙུན་མ་ཆུང་ཆུང་ཚུལ་ལ་དགོན་པའི་ནང་ལོགས་ལ་ཡང་ཚང་མ་ལོ་སྔོན་ནས་དྲ་གནས་ཀྱི་སྤྱོད་ཚུལ་བཞིན་དར་བཞིན་པ་ཅིག་ཡོང་གི་རེད་པས་ཟེར་ན་དེ་བཤད་ཁག་པོ་རེད། ཡང་དེ་འདྲའི་བར་ཆད་འདྲ་བོ་བྱུང་བ་ཡིན་ན་ཡང་སོ་སོའི་ས་གནས་ལ་ཕར་ཕྱིན་རྗེས་བསླབ་གྲྭའི་ནང་ལོགས་ལ་འཛུལ་ཞུགས་བྱས་ཐུབ་ཡག་གི། དེ་འདྲའི་གི་གནས་བབ་བཅས་བཟོ་དགོས་ཀྱི་ཡོད་དུས་ད་ལྟ་དེ། Open University ཅིག་དང་མཉམ་དུ་སྐད་བཤད་བསྡད་ཀྱི་ཡོད་ཟེར་གྱི་འདུག་ད་ལྟ་ཧི་མ་ལ་ཡའི་རི་རྒྱུད་ལ་ཡོད་པའི་གི་ད་འབོ་དྲག་གི་སྐད་ཀྱི་འབོ་དྲག་ཟེར་དུས་ང་ཚོ་བོད་པའི་སྐད་རེད་བ་དེ་ཚོའི་མཉམ་དུ་ཡོད་པ་བྱས་རྗེས་ཨ་ནི་ཅིག་ནང་ཆོས་ཀྱི། བཟོ་སྦྱང་ཡས་ཡོད་པའི་དེ་འབྲེལ་གྱི་བསླབ་གཞི་གཅིག་ཡིག་ཚད་གཞི་བཏང་བ་ཡིན་ན་དེ་གི་གྲུབ་འབྲས་དེ་རྒྱ་གཞུང་གིས་ངོས་ལེན་བྱས་ཡས་སུ་རུ་དེ་འབྲེལ་གྱི་གནས་སྟངས་ཆེ་ཁག་ལ་འགྲོ་བསྡད་ཀྱི་ཡོད་བྱིན་རླབས་བསྡད་ཀྱི་འདུག་དེ་དེ་རྒྱ་གར་གྱི་མི་རིགས་ཀྱི་ཁེ་ཕན་གྱི་ཆེད་དུ་རེད་ང་ཚོའི་དགོན་པའི་ནང་ལ་ཡོད་པ་ཡིན་ནའི་མི་རབས་གསར་པ་དེ་གས་དེ་ལ་ཡང་གྱོང་མང་བོ་ཡང་བྱེད་ཀྱི་བསམ་བློ་བཏང་དགོས་ཀྱི་འདུག་ད་ལྟ་ཕྱོགས་མང་པོ་ཕྱིན་ནས་བསམ་སྟངས་འོས་བདེན་ཚུལ་ཁྲིམས་ཁ་སྒང་ལ་ཡ་ད་ཆུ་རིས་ལས་འོང་གི་གན་ཁི་ཡ་རེད་ཨེ་ཕལ་ཆེར་ཆུ་རིས་དྲུང་ཆེ་ཐང་གིས་དེ་ནས་གསུང་བཤད་རྒྱས་པ་ཞིག་གནང་ཡོད་ས་རེད་དེ་ཡིན་དུས་དེའི་ནང་ལོག་ལ་ད་ང་ཚོའི་ཆུ་རིས་ལས་འོང་གི་ལས་གཞི་ནང་ལོག་ནས་རྒྱ་ཆེ་ཤོས་དེ་གྲངས་འཛིན་དཔེ་མཛོད་དེ་རེད་ད་འདིའི་སྒང་ལ་ཡ་འགྲོ་སོང་ག་ལ་ག་འཚམས་ཅིག་བཏང་ཡོད་རེད་ལ་ད་འདོང་ག་ལ་ག་འཚམས་ཅིག་བཏང་དགོས་ཀྱི་ཡོད་རེད་ཨ་ནི་ལས་ཀ་ཡ་ད་མང་པོ་ཅིག་བྱས་ཡོད་རེད་ཆུ་རིས་ལས་འོང་གི་གན་ཁི་བའི་ཐོག་ནས་འདི་ཚགས་ཚུགས་ཀྱིས་བྱུང་བ་ཡིན་ན། ད་མ་འོངས་པར་རྣམ་པ་ཚོས་དཔེ་ཆ་ཟིན་ངེས་འདྲ་བོ་བྱིན་པ་ཡིན་ན་ད་དཔེ་ཆ་ཚད་ཡག་དང་དེ་ཚོ་ལ་དཀའ་ངལ་ཁྱོན་འགོག་ཡོད་མ་ད། ཡང་ལྷག་པར་དུ་ད་ལྟོའི་མི་སུས་རིག་ནུས་ཚོས་བེད་སྤྱོད་བཏང་བ་འདྲ་བོ་བྱིན་པ་བེད་སྤྱོད་བཏང་ཐུབ་པའི་གནས་སྟངས་འདྲ་བོ་བྱུང་བ་ཡིན་ན། དེ་ཚོའི་སྒང་ལ་ཡང་ད། ཅིག། ཁ་སུ་རེད། འཛམ་བུ་གླིང་འདི་མ་སྟོང་བར་དུ། ཨ་ནི། བཀའ་འགྱུར་དང་བསྟན་འགྱུར་དང་བོད་མཁས་པ་ཚོ་སྐུ་བརྩམས་ཞབས་པའི་དཔེ་ཆ་ཡོངས་སུ་བསགས་པ་ང་ཚོ་བདག་ཉར་བྱེད་ཐུབ་ཡག་གི་གནས་བབ་ཅིག་ད་ལྟ་ཆོས་རིག་ལས་ཁུངས་ཀྱི་ལས་གཞི་འདིའི་འོག་ནས་ཡོང་ཐུབ་ཡོད་རེད། ད་ལྟ་བར་དུ་དཔེ་ཆ་བཤེར་འབེབས་བྱས་ཞབས་པ་དང་གྲངས་གཞི་གི་ངོ་བོ་ལ་འགྱུར་ཟིན་པས་ཀྱི་སྒྲིག་འཛུགས་འཛུགས་མཉམ་དེ་བས་ང་ཚོ་འབྲེལ་བ་ཆེས་ཆེ Boston གྱི Digital Buddhist Resource Center ཡིན་ནས་རིགས་དཔེ་མཛོད་ཁང་གཞན་པ་སུ་ཡིན་པ་ཡིན་ནས་སོགས་པ་ལས་ང་ཚོས་འབྲེལ་བ་ཆེས་དེ་གི་ཡོད། ཨ་ནི་ང་ཚོའི་སྤྱི་ཚོགས་ནང་ལོགས་ནས་ཡང་འབྲེལ་བ་ཡོང་མཁན་ཁག་ཅིག་གིས་བོད་ནང་ལོགས་ལས་འབྲེལ་བ་བྱེད་བྱེད་དེ་བཤེར་འབེབས་བྱེད་བྱེད་པ་དེ་བ་མེད་པ་ཡིན་ན་དེ་ཚོའི་སྒང་ལ་འདུག་བྱས་ནས་གང་ལྟར་ཅིག་བོད་བརྒྱུད་ནང་བསྟན་གྱི་བཀའ་འགྱུར་ནས་བྱས་ནས་བསྟན་འགྱུར་ནས་བྱས་ནས་དེ་སྤར་མ་མི་འདྲ་མི་འདྲ་ཡོད་པ་དང་ཚང་མ་ལོགས་ཨ་ནི་ཅིག་གྲངས་ཚིག་ངོ་ལ་བརྗོད་དེ་ལས་སླ་བོ་རེད་མི་འདུག་ཁོ་ཡང་མིའི་སོས་པའི་རིག་གནོད་དེ་ལ་ཡར་ཁུ་སློབ་སྦྱོང་ཞུ་སྤྲད་དགོས་ཀི་འདུག་ད་ལྟ་ང་ཚོ་དཔེ་ཆ་ཡོད་བདེ་བ་ཚང་མ་ལོ་ཤིང་པར་ཆགས་དེ་ཡར་བ་ཤིང་ནས་བརྐོས་རྒྱབ་བཞི་བཟའ་ནི་ཤིང་ནས་བརྐོས་རྒྱུ་དེ་ཨ་གཅིག་གུ་ཨ་ཨ་སྟོང་གཅིག་ཡོད་པ་ཡིན་ན་ཨ་ཨ་ཟོབ་ད་མི་ར་མི་ར་མི་ར་བྱུང་བ་ཡིན་ན་ཡང་སྐམ་པོ་རེད་བློ་ཡ་ཁག་པོ་ཆགས་ཀི་ཡོད་རེད་བྱས་ཙང་ཁོ་སྤྲད་རིང་སྤྲད་དགོས་དེ་འདུག་དེ་བྱས་ན་འདི་ཨ་ལ་གོ་ད་དེ་འདྲས་ཡིན་པ་ཡིན་ནས་འདི་ལ་ཨ་ལ་གོ་ད་འདི་ཡིན་ནས་ཨ་ལ་གོ་ད་ཟེར་ནས་ཁོ་ལ་སློབ་སྦྱོང་སྤྲད་སྤྲད་སྤྲད་སྤྲད་སྤྲད་བྱེད་དུས་ཨ་ནི་ཁོ་མིས་བཟོས་པའི་རིག་ནུས་འདི་གིས་ངོས་འཛིན་བྱས། ཡི་གེ་མེད་ཁའི་ཤིང་པར་ནང་ཡོད་ཞེས་པ་འདི་ཡང་ཀོམ་པུ་ཏར་ནང་ལ་ཡི་གེ་ངོ་བོ་ཐོག་ནས་ཤར་ཐུབ་ཀྱི་ཡོད་རེད། དེ་བཞིན་དུ་ལས་ཀ་འདི་ཚོ་མྱུར་ཞུགས་འགྲུབ་རུ་ཨེ། ཁ་ཅིག་དཔེར་ན་ངས་ད་གིན་དེ་ཞུས་དེ་ཡོད་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ཡིག་ཡིག་ཚགས་འདྲ་པོ་བྱིན་པ་ཡིན་ན་སྤྱི་ཚོགས་མགོ་ཆ་ལྔ་བཅུ་ང་དགུ་ལ་ང་ཚོ་བཙན་བྱོལ་ཀླད་པ་ནས་ཕྱིན་ནས་ད་ད་ལྟ་བར་དུ་ཡིག་ཚགས་ཆ་ཚང་ཞིག་ང་ཚོ་གྲངས་ཚིག་གི་ངོ་བོ་ལ་བསྒྱུར་ཡ་བྱེད་ཀྱི་ཡོད་རེད། ཡིན་ནས་གྲངས་ཚིག་གི་ངོ་བོ་ལ་བསྒྱུར་བ་ཡིན་ནས་བཤེར་འབེབས་བྱེད་ཐུབ་པ་ཡིན་ནས་ཡང་གྲངས་འཛིན་རང་གི་ངོ་བོ་བསྒྱུར་བས་ལ་ཡང་ལས་ཀ་ཞུ་བྱེད་དུ་བ། ཁ་སང་སྤྱི་སྟོང་དགུ་བཅུ་ལྔ་བཅུ་ང་དགུ་ནས་བདུན་སྟོན་གྲངས་བར་དུ་གཅིག་གིས་མང་ཆགས་ཅིག་ལག་པས་རང་བྲིས་བཞག་ཡོད་རོ། ད་ལག་པས་བྲིས་དུས་མི་རེ་རེ་རེ་རེའི་ཡིག་གཟུགས་རེ་རེ་ཡོད་རོ། ད་འདིའི་ཀམ་པུའུ་ཏར་ལ་ཀློག་ཟླ་བ་ཡིན་ན་སྐྲན་རིང་སྤྲད་འོག་ཆོན་དཔེ་ཁག་པོ་ཡོད་རེད་ཡང་མེད་ན་མི་གཅིག་གིས་དེབ་མང་པོ་བརྩམས་བཞག་ཡོད་ན་ཡང་འདིའི་སྐྲན་རིང་སྤྲད་བ་ཡིན་ན་ཡང་འདི་ཚང་མ་ཅིག་ཀློག་ཐུབ་ཡ་དང་བརྒྱུད་ཐུབ་ཡ་ཡོང་གི་རེད་མ་གཏོགས་ཅིག་གིས་དེ་འདྲ་ཡོང་གི་འོག་མ་དེ་ཡིན་དུས་བསམ་པ་འདི་ལ་ཡ། དཀའ་ལས་མང་པོ་ཞུ་རྒྱ་འོག་འགྲོ་སོང་སྐད་མང་པོ་ཞུ་བཏང་དགོས་ཀྱི་ཡོད་རེད་དེ་བྱེད་དུས་ད་ལྟ་དགེ་བཤེས་སྨོན་ལམ་དང་ཁོ་ཚོའི་གི་སྨོན་ལམ AI གི་ཚན་པའི་ཐོག་ནས་ཨ་འདི་ལས་ཀ་མང་པོ་ཅིག་བྱེད་ཀྱི་ཡོད་རེད་དེའི་ཐོག་ལ་ཡང་ང་ཚོའི་ངོས་ནས་རྒྱབ་སྐྱོར་ག་རེ་ཞུ་ཐུ་ཨེ་ཡོད་པ་དང་ཅིག་མཐུན་འགྱུར་ག་རེ་ཞུ་ཐུ་ཨེ་ཡོད་པ་དེ་གའི་དེ་ང་ཚོའི་ངོས་ནས་ཞུ་བསྡད་ཀྱི་ཡོད། ཨ་ནི་ལས་བྱེད་པས་ད་ཁོ་མ་འོངས་པར་དངོས་གནས་དོན་གནད་ནང་ཆོས་ཀྱི་ལྟ་ངན་ག་ཚོད་ཡོང་གི་རེད་སློབ་སྦྱོང་བྱེད་མཁན་ག་ཚོད་ཡོང་གི་རེད་ཟེར་ཡ་དེ་ཞུ་ཚོད་ཁག་པོ་རེད་ཡིན་ནའི་ལྟ་ཡ་གི་འདོད་པ་ཡོད་མཁན་བྱེད་ཡིན་པ་ཡིན་ན་ཨ་ནི་ཡིག་ཆ་ག་འབྲི་བྱེད་ཡིན་པ་ཡིན་ནའི་ད་ག་འདིར་ལྟ་ཆོག་ཆོག་ཡོད་པ་ཅིག་བཟོ་དགོས་ཀྱི་ཡོད་རེད་ད་ལྟ་ངའི་ལབ་པའི་འདི་རེད་དཔེར་ན་སྔས་མ་ལག་པས་ཡིག་གཟུགས་བྲིས་པ་དེ་ཚོ་ལམ་སང་གྲངས་ཚིག་བསྒྱུར་ཐུབ་མི་འདུག་བ་དེ་ནས་ཤིན་ཕྱིན་ནས་ད་ལོ་ཉི་ཤུ་ཟིན་ཡང་ལྕགས་པར་བརྒྱབ་ཡོད་རེད་བ་ཏྲའི་བྲའི་ཏྲ་ཞེས་པ་བེད་སྤྱོད་བཏང་ཡོད་ཏྲའི་བྲའི་ཏྲ་ཀའི་ཡང་ཁ་དེ་མ་འདྲ་མ་འདྲ་ཡོད་རེད་བ་ཟོ་དོན་མི་དེ་མ་འདྲ་འདྲ་ཡང་དེ་ཚོ་ཀློག་ཡ་དེ་ཚོ་ཚང་མ་ཀློག་བསླབ་དགོས་ཀྱི་ཡོད་རེད་དེ་ནས་གཞི་ནས་ཨ་ནེ་ཁོ་ཡ་ཡི་གི་གཟུགས་ན་བཟོ་ཐུབ་ཀྱི་ཡོད་རེད་དེ་ཚོ་ལས་ཀ་མང་པོ་ཞུ་ཀྱི་རེད་དེ་འཛམ་འཛམ་ང་ཚོ་བཅོས་མའི་རིག་གནས་མི་མི་ཚོའི་རིག་ནུས་སམ་ཤེས་དུས་ཚོམ་པ་ལས་ལྷག་པོ་ཞུ་ཀྱི་མེད་འགྲོ་བསམ་བསམ་རེད་བཞིན་ཁོ་ག་རེ་ཡིན་ན་སྒྲུབ་དོན་ཁོ་ཡང་རིམ་པ་གཅིག་དེ་ད་ལྟ་འཛམ་བུ་གླིང་གི་དྲ་རྒྱ་ནང་ལ་ཡོད་བསྡད་པའི་གནས་ཚུལ་ཡོངས་སུ་རྫོགས་པ་ནང་ལོགས་ནས་དྲི་བ་བཏང་ཆེད་ཁོ་ཚོས་སྒྲུག་བྱེད་ལན་རྒྱ་བས་དེ་འདྲས་ཡོང་གི་ཡོད་རེད་ཡང་ང་རང་ཚོ་ང་རང་ཚོ་རང་གིས་བཟོས་ནས་དཔེར་ན་བོད་མིའི་སྒྲིག་འཛུགས་ཀྱི་མིས་བཟོས་པའི་རིག་ནུས་སྦྱིན་པ་ཡིན་ན་ང་རང་ཚོ་དགོས་མཁོ་ལ་དཔག་པའི་གི་གནས་ཚུལ་དེ་ང་ཚོས་ཡར་བཅུག་དགོས་ཀྱི་ཡོད་རེད་གཞུང་མང་མང་བེད་སྤྱོད་བཏང་ཡ་དེའི་གནས་ཚུལ་བཅུག་བཞག་པ་གི་དེ་གའི་དེ་མ་མིས་བཟོས་པའི་རིག་ནུས་གི་སྟོན་བྱས་ཁོ་མ་སྟོན་བྱས་ཡོང་གི་རུ་བ་འོ་ད་འདི་འདྲའི་གི་གནས་སྟངས་འདྲ་བོ་ཆི་རེད་ཨ་ནི་གཞན་པ་ད་རིང་ཚོགས་འདུ་དེའི་བརྒྱུད་ནས་ཨ་ནི་རྒན་ལགས་རྣམ་པ་ཚོ་མང་པོ་ཅིག་དེ་ད་རིང་མཉམ་ཞུགས་གནང་ཡ་ན་འཕེལ་ཡོད་རེད་རིས་སུ་མ་ཆད་པའི་བེད་སྤྱོད་ཤུ་རུ་ཚང་མ་ནས་ཡོད་རེད་པ། འདུ་བྱེད་ནི། ཡོད་དུས་ཚང་མ་ལ་ད་ལྟ་ངས་གོ་ཡ་བྱས་པ་ཡིན་ན། ཁྱད་ས་དང་ད་རིང་པ་ར་ལས་ཞི་བུ་ཞིག་ཁྱད་པར་འདུག་གསུང་གི་འདུག་ད་རིང་གི་དུས་ཚོད་མེད་རེད་མ་གཏོགས་གཅིག་གིས་ཁྱོད་ལ་ཚོས་རྩོད་པ་ཞི་བུ་བསྐྱབ་ས་རེད། ཞེས་དེར་ཞི་བུ་ཕྱིན་བཞག་ཁྱད་ས་དང་ད་རིང་པ་ར་ལས། ད་ཁྱེད་གཙོས་རྩོམ་གསུམ་ལ་སྙིང་གསུམ་ག་གུག་ཡོད་ནི་ཡང་ངག་གི་དབང་ཕྱུག་གི་ཕྱག་གུག་ཏོ། ཁ་ནས་བཤད་དེ་གུག་ཡོད་མ་གཏོགས་ནང་ནས་བསམ་བློ་ཡག་པོ་བཏང་ཐུབ་པ་ཡིན་ནི་ག་ཤེད་བྲིས་ཡ་ཡག་པོ་བྱེད་ག་ནས་ཁ་ནས་བཤད་ཡ་པོ་བྲིས་ཡ་ཡག་པོ་བྱེད་ཡ་ནི་ཁ་ནས་བཤད་ཡ་ཡག་པོ་ཡོད་ན་དེ་ཚོ་ལས་ཅིག་གཞུམ་དགོས་ཡ་གལ་མི་འདུག་ལས་ཀ་མ་རབས་ཅིག་བྱེད་ཀྱི་ཡོད་ན་ནི་གཞུམ་དགོས་རོགས་ལས་ཀ་ཡག་ག་ཅིག་བྱེད་དགོས་ཡོད་ན་སྤོབས་པའི་ཐོག་ནས་བྱེད་དགོས་རོགས། སྤོབས་པའི་ཐོག་ནས་བྱེད་པ་ལ་སོ་སོས་ཅིག་བཤད་བསམ་པ་དེ་ནང་དོན་ཆ་ཚང་དེའི་རྒྱབ་ལྗོངས་ཆ་ཚང་ཤེས་ན་སྤོབས་པའི་ཐོག་ནས་བཤད་ཡོང་གི་རུང་བ། དེ་མ་ཤེས་པ་ཡིན་ན་སྤོབས་པའི་ཐོག་ནས་བཤད་ཡོང་གི་མ་རུང་བ། དེ་ཡིན་དུས་བསམ་པ་ང་ཚོ་དེ་སྤྱི་ཚོགས་ཞབས་ཞུ་ཞུ་མཁན་ཡིན་ནི་རེད་ཆབ་སྲིད་ལས་ཀ་བྱེད་མཁན་ཡིན་ནི་རེད་ཉིན་རེ་ཉིན་རེའི་གནས་ཚུལ་ལྟ་དགོས་ཀྱི་ཡོད་རེད། ཉིན་རེ་ཉིན་རེའི་གནས་ཚུལ་མ་ལྟར་འཇལ་ཟིན་གྱི་ཡོད་མ་རེད། དེང་སང་འཛམ་བུ་གླིང་འདི་འཁྲུག་དྲག་ཅེས། འཛམ་བུ་གླིང་གི་དཔོན་རིགས་གཅིག་གིས་བཤད་ཡོང་དུས་ཚན་པ་ལ་རྦད་དེ་འཁྲུག་འགྲོ་གི་ཡོད་རེད། དེ་ཡིན་དུས་ཚན་པ་ལ་ཡང་འདྲིས་གཅིག་བཤད་ཡོང་དུས་ག་བ་ལ་ཕན་ནུས་འགྲིག་གི་འདུག་ཚང་མ་ལྟ་ཐུག་དགོས་ཀྱི་ཡོད་རེད་མ་གཏོགས་ཅི་གི། འདི་གའི་ཚང་མ་ལོ་ལྟ་རྩ་བའི་འཇིག་རྟེན་གྱི་བྱ་བ་རེད། རེད་བ། འཁོར་བའི་གི་བྱ་བ་རེད་དེ་ཡིན་ནས་འདི་ཚོ་ལས་འཁོར་བའི་གི་བྱ་བ་བྱས་པ་ལས་གནས་ཚུལ་མང་པོ་ཞུ་བ་ཅིག་གོ་ཚོད་དགོས་དགོས་བ་རེད། གཙོ་བོ་དེ་དཔེ་ཆ་སྦྱང་ཡ་དེ་གལ་ཆེ་ཤོས་གལ་ཆེན་པོ་རེད་དེ་ཡིན་ནའི་ད་གལ་ཆེ་ཤོས་དེ་ཉམས་ལེན་བྱ་གི་འདུག་ཨ། དཔེ་ཆ་བལྟས་བལྟས་བལྟས་བལྟས་བལྟས་ཁ་ནས་བཤད་ཡ་གི་ལུས་ངག་ཡིད་གསུམ་གི་སྤྱོད་པ་ཚང་མ་ལོ་འདི་དང་ཟློ་བ་རྐྱང་རྐྱང་བྱས་བསྡད་པ་ཡིན་ན། ཨ་ནི་དཔེ་ཆ་བལྟས་བལྟས་ཀྱི་ཞག་ཚིག་འདྲ་བོ་དེ་ཡོང་གི་མི་འདུག་ཐོན་གི་མི་འདུག་བ། དཔེ་ཆ་བལྟས་ཡོད་ན་དེར་དཔག་པའི་ཀྱི་ལུས་ངག་ཡིད་གསུམ་གྱི་སྤྱོད་པ་ཞིག་གོ་རོགས། དེ་ཡིན་དུས་ཨ་ནི་དེ་ཚོའི་ཐོག་ལས་དགོངས་པ་བཞེས་པ་ཡིན་ན་གང་ལྟར་དགེ་འདུན་གཅིག་གིས་ཨ། ཆད་སྡོང་བཟོ་ལས་མ་གནོད་པ་བྱེད། སོ་སོ་སོའི་གི་མི། འབྲུག་བལ་མཛོད་འབྲུག་སྤྱི་བལ་ཞབས་ཞུ་བལ་མཛོད་མཉམ་དུ་འབྲུག་ཐུ་བ་འདྲ་བོ་བྱེད་མ་ཡིན་ན། ང་ཚོ་ཆོས་སྡེ་ཆེན་པོ་མང་པོ་ཡོད་རེད་ལོ་རྟག་པར་རེ་ཞིག་མཁན་པོ་དང་དགེ་བཤེས་དང་དེ་འདྲ་མང་པོ་ཞུ་ཅི་ཐོན་ཡོང་དགོས་རེད། ད་ལྟ་བར་དུ་འགྲོ་སྟངས་འདྲ་བོ་གཅིག་དེ། མཁན་པོ་དགེ་བཤེས་ཐོན་པ་ཡིན་ནས་ད་དགོན་པ་རང་ནང་ལ་ཞུགས་ཆེད་ཕྱག་དཔེ་ཁྲིད་གནང་གི་ཡོད་པ་དང་ཡང་དགོན་པ་གཞན་པ་ལ་ཕན་ནས་ཕྱག་དཔེ་ཁྲིད་གནང་ཡ་དང་དེ་ཚོ་ཡིན་ན་ནི་ནས་དང་གཅིག་རེད། གཞན་པ་དཔེ་ཆ་མང་པོ་ཞིག་ཀྱང་དགོན་པ་རང་ལ་ཞུགས་བྱ་བ་ཡིན་ན་ཡང་སྤྱི་ཚོགས་ལ་ག་ཚོད་ཕན་དགོས་ཡོད་ནའང་མེད་ན་བསམ་ཡག་འདྲ་བོ་ཟེར། ལྷག་པར་དུ་ཧི་མ་ལ་ཡའི་རི་རྒྱུད་འགྲོ་བ་ཡིན་ན་ཡང་མཆོད་རྟེན་འཛུགས་དང་སློབ་སྦྱོང་བྱེད་གཞུང་མང་ཁོངས་སུ་སོ་སོ་ཕར་འགྲོ་རྗེས་སོ་སོའི་མི་ལ་ཕན་ཐོགས་འབྱུང་ཐུབ་བ་འདྲ་བོ་བྱས་ན་འདི་གལ་ཆེན་པོ་མེད་འགྲོ། བསམ་བཟང་འདྲ་བ་ཇི་ལྟར་འགྲོ་བའི་དོན་སྒྲུབ་དགོས་ཀྱི་ཡོད་ན། མི་མང་གི་བསམ་བློ་འཁྱེར་སོ་ནས་བྱས་ནས་ད་ནང་ཆོས་ཀྱི་གཙོ་བོ་འདིར་བ་བསམ་བློ་འཁྱེར་སོ་ནས་བྱས་ནས་མི་མང་དཀའ་ངལ་སེལ་ཐུབ་ཡ་དང། དེ་ཚོའི་ཕན་ཐོགས་སྒྲུབ་ཐུབ་བ་འདྲ་བ་བྱས་ན་ཡག་པོ་ཡོང་གི་རེད་བསམ་གྱི་འདུག་ད་ལྟ། ཁོང་བཀའ་ཟུར་དང་ཁོང་རྣམ་པ་ཚོ་མང་པོ་ཅིག་གིས་སྐུ་ལས་སྐྱོན་ཆེ་ཨ་ནི་བཅོས་མིན་གྱི་སྡེ་དེ་དག་ང་ཚོས་ཡར་རྒྱས། གཙོ་བོ་རྒྱ་རོམ་གྱི་ཐུགས་རྗེ་བཀའ་དྲིན་བརྟེན་ནས་ཡོང་གི་ཡོད་རེད་ཨ་ནི་མ་འོངས་པ་ཡིན་ནའི་འདི་འདྲའི་གི་ད་བུད་མེད་སུ་འདྲ་བྱིན་པ་ཡིན་ནའི་ཇི་འདྲའི་གི་ཅིག་གཞུང་ཆེན་པོ་ལ་ལྟ་ཡག་གི་གོ་སྐབས་ཡོད་བ་ཙམ་གྱིས་གི་ང་ཚོ་ཡག་པོ་རེད་བསམ་གི་འདུག་ཨ་ནི་འཛུལ་མ་འཛུལ་ནི་དོ་བདག་སོ་སོ་སོ་ལ་རག་ལས་གི་རོ་ཨ། ད་བཙུན་མ་ནང་ལོག་ལ་གཅིག་བྱས་ན་བཙན་བྱོལ་ནང་ལ་སྐྱེས་ནས་བཙུན་མ་ནང་འཛུལ་ངེས་མང་ཡོད།

ཇི་སྐད་དུ་བ་ཕྱིན། ཇི་སྐད་དུ་བར་ཕར་སླེབས་ཟིན་ནས་ད་མི་དཔེ་ཆ་ཡག་པོ་ཡོད་ན་ནི་མི་གཞན་པར་ཕན་ཐོགས་ཐུག་གོ་རུ་མ་གཏོགས་གཞན་པར་ཡང་ཉིན་གུང་གོ་དུང་འདུག་དོན་ཁོའི་ལས་ཀ་ཕྱིན། མགོ་འདག་ཁྲ་ཆེ་ཁོའི་བྱས་ལས་ཀ་འདི་འདྲའི་མང་པོ་ཞིག་ཡོང་གོ་ད་འདི་ཁོ་ཕིན་ཕར་འགྲོ་ཅིག་གོ་བ་དང་དམིགས་ཡུལ་དང་དེ་ཚོ་ཏག་ཏག་ཅིག་མཚུངས་གི་ཡོད་དང་མེད་དང་ག་འདྲས་ཡིན་མིན་དེ་ཚོ་ཞུ་ཚོད་ཁག་པོ་རེད་དེ་ཡིན་ནའི་ད་ཡང་ཡང་ང་ཚོས་མཐོང་བསྡད་ད་ང་ཁ་བ་ག་ས་སྐོར་བརྒྱབ་འགྲོ་འདོད་ཀྱི་ཡོད་དུས། དེ་སང་བོད་ཡུལ་ནང་ལས་ད་དགོན་པ་ཁག་དང་ཆོས་ཚོགས་ཁག་ཚོ་མང་པོ་ཅིག་ཡང་བོད་པའི་སྤྱི་ཚོགས་ཡོད་ས་དང་ཐག་ཉེ་ཡ་བྱས་བྱས་འདུག་བྱས་ནས་ཡང་ང་ཚོས་ཡར་རྒྱས་ག་ས་ཅིག་དེ་མི་མང་ལ་ཕན་ཐོག་ཡ་འདྲ་བོ་དེ་འདྲའི་མང་པོ་ཅིག་ཡོང་བསྡད་ཀྱི་འདུག་ད་དེ་ཚོ་ཚང་མ་ལོ། སྤྱི་ཡོངས་ཀྱི་ང་ཚོའི་གནས་སྟངས་བལྟས་བྱས་ད་ང་ཚོ་མང་ཆེ་བ་ཅིག་འཛིན་སྐྱོང་གི་ལས་ཀ་བྱེད་མཁན་རེད་མ་གཏོགས་ཅིག་གིས་རྣམ་པ་ཚོས་ཀྱི་བསླབ་གཞི་དང་དེ་ཚོའི་གི་ནང་དོན་གང་ལ་ང་ཚོ་ཐེ་བྱུས་བྱེད་ཡ་གི་འགན་དབང་ཡང་ཡོད་མ་རེད་ལ། སྤོ་བའི་གདང་གི་མ་རེད། ཁ་སང་སློབ་སྦྱོང་དེ་ཡོག་མ་རེད་བ། ད་གིའི་བཀའ་མོལ་བཅས་བྱུང། བཙུན་མ་ཚུལ་ཡིན་པ་ཡིན་ནས་ད། གཞུང་ཞབས་རྣམས་ལ་ཡང་འཇུ་ཡག་གི་ལང་ཀ་བཅས་བཟོ་དགོས་ཀི་ད་བྱས། བཀའ་མོལ་བྱུང་དེ་ང་ཚོ་ལོ་གཉིས་གསུམ་སྔོན་ནས་ཀི་བཤད་བསྡད་བ་རེད། ཡིན་ནས་ད་ལྟ་ང་ཚོ་དེ་མགོ་ལྷེ་ང་དང་ང་ཚོའི་པ་ར་ལ་ད་ལྟ་དེ་མགོ་ལྷེ་ང་གི་འགོ་འཛིན་གསར་བ་ཕེབས་ནས་ང་ཚོ་བཀའ་མོལ་མ་བྱུང་མ་གཏོགས་ངེད་མ་དེ། ཨ་ལེ་ཕྱག་འཁྱེར་དེ་གི་དེ་ང་ཚོ་ངོས་འཛིན་བྱེད་སྟངས་དེ་སྐོར་ལ་དཀའ་ངལ་ཞིག་འཕྲད་ནས།

ཚོས་སྒྲོག་ཅིག་མ་ཐིག་ཅིག་ད་ལྟ་འདུག་ཅིག་ལྷག་དེ་རུ་མ་གཏོགས་གཞན་པ་ཡང་ཆུ་རི་ལི་གུང་འདི་བ་རིག་ནས་ལས་བྱེད་ག་ཤེད་མི་དེ་ནས་བཙུན་མ་ནི་ནས་རེད་གིན་ད་ལྟ་བཙུན་མ་གཅིག་མིན་བ་ཞིག་འདུག་བསམ་ཞིག་དེ་འདྲའི་བྱུང་བ་འདྲ་བོ་བྱེད་ནས་ཡང་དེ་ཚོ་ལས་སྙན་མ་མི་ཆུ་རི་བཀའ་བློན་དང་དྲུང་ཆེ་དང་དེ་འདྲའི་གའི་སྣང་བརྙན་དེ་འདྲ་བྱུང་ཡོད་རེད་བ། དེ་ནས་ཡོད་དུས་ཚང་མ་དེ་ཚོའི་གསར་གཏོད་བྱེད་མ་ཐུབ་པ་དེ་འདྲ་མ་རེད་ད་གཞུང་ང་ང་ཚོ་རིམ་པས་རིམ་པས་དེ་མགོ་ལྷ་ང་དགེ་བཤེས་བྱས་དེ་ཚོའི་གོ་བབ་འགྲོ་རྒྱུ་ཡོད་ན་མེད་ན་དེ་ཚོས་ལྟ་དགོས་ཀྱི་འདུག་ཨ་དེ་འདྲའི་འདྲ་བོ་ཞིག་མ་གཏོགས་ད་གཞན་པ་ངས་ཚོགས་འདུ་དང་མི་ཚེ་འབྲེལ་བའི་ཐོག་ནས་ད་དེ་ནས་གོ་སྒྲིག་ཞུ་ངེས། ད་རིང་ལས་རིམ་གྱི་བང་སྒྲིག་སྟངས་དེ་ཚོ་གས་མང་པོ་ཅིག་ད་ཆོས་རིག་ལས་ཁུངས་ཀྱི་ཉམས་མྱོང་བསགས་བསགས་བསགས་བྱས་འདུག་བྱས་ནས་ད་ལ་ཐེབས་རྩས་ཀྱི་ད་རྒན་གཞས་ངན་ཚོ་མཉམ་དུ་ད་རིང་ལས་རིམ་དུ་བང་བསྒྲིགས་ཡོད་རེད་ཨེ་རྣམ་པ་ཚོ་ལ་ཡང་བཀའ་མོལ་གནང་ཡག་གི་གོ་སྐབས་ཚོ་མང་པོ་ཞིག་བྱུང་ཡོད་རེད་ད་ལ་ཨ་མི་རི University ནས་སུ་ཕེབས་རེད་ཕྲིན་ལས་ལགས་རེད་རེད་ལགས་ཕིན་ལེས་ད་ཨ་མི་རི་ཀ་ནས་སུ་ཐག་རིང་པོ་ཆད་ནས་འདུག་བཞིན་ཕེབས་བསྡད་ཡོད་རེད་ད་ང་ཡང་ཕེབས་ཀའི་ཐེངས་མ་གཅིག་གཉིས་ཤིག་བཅར་ཡག་གོ་བ་བྱུང་བ་རེད་ཁོང་ཚོ་ཁོང་ཚོ་ཕེབས་ཀའི་མཇལ་ཡག་གོ་བ་བྱུང་སོང་དེ་ཚོ་ད་ཕན་ཚུན། ད་རིང་འདས་གཅིག་འཛོམས་པའི་ཞོར་ཚང་མ་ལོ་འབྲེལ་བ་ཡག་པོ་གཅིག་བཟོས་ཕན་ཚུན་གཅིག་ནས་གཅིག་སློབ་སྦྱོང་བྱེད་ང་ཚོ་གཅིག། སྙན་མང་བྱས་ཤ་བོ་ཡག་པོ་གཅིག་བྱུང་ཡོད་ན་གཞན་པ་ལ་ང་ཚོ་འདི་ཡག་པོ་བྱུང་གི་འདུག་ད་གཞན་པ་ལ་ཕ་དཔེ་བླངས་བྱས་དེ་འདྲས་འདྲ་པོ་བྱེད་ཐུབ་བ་འདྲ་བོ་བྱིན་པ་ཡིན་ན་དེ་ཚོས་གཏན་དེ་ཐུགས་ཕན་གསོས་གི་རེད་བསམ་གི་འདུག་ད་གཞན་པ་དམིགས་བསལ་ཞུ་ཤེས་ཡང་མི་འདུག་སླར་ཡང། དེ་ག་ནི་ཕོ་བྲང་གི་ཐེབས་རྩ་ཐ་མདའ་དར་མ Trust གི་འགན་བཞེས་མཁན་རྣམ་པ་ཚོ་རེད་ད་ནས་བཞིན་ཆུ་རིགས་དྲུང་ཆེ་དབུས་བེད་ཀྱི་ལས་བྱེད་ཐ་ན་ང་ཚོ་ཚོགས་འདུ་གཞན་པ་བཅས་འགྲོ་བསྡད་ཀྱི་ཡོད་དེ་ལ་དངོས་གནས་བྱས་ན་ཆུ་རིགས་ལས་ཁུངས་ཡོང་དགོས་སྐོར་དེ་ད་ཡིན་ཆུ་རིགས་ལས་ཁུངས་བསྐྱར་ཐོན་ཡོད་མ་རེད་ཁ་སང་དེའི་ཚོགས་འདུ་གཅིག་འགྲོ་བསྡད་ཀྱི་ཡོད་དུས་འཚམས་པ་ལ་ཁོང་རྣམ་པ་ཚོའི་ངོས་ནས་བྱས་བྱ་བ་རེད་མ་ད་ང་ལས་ཀ་བྱས་ཡོད་མ་རེད་ང་ཕར་ཚུར་འགྲོ་སྐད་བཤད་ཡག་ཅི་དགོས་རེད་དེ་ཡིན་དུས་འཚམས་པ་ད་ཡིན་དེ་ལས་སྡུག་བཞིན་བཅའ་ཡག་གོ་གོ་ཆུང་བ་དང་ཨ་ནི། ད་བཀའ་ཤག་སྐབས་གསར་པ་སྐབས་བཅུ་བདུན་ཡང་སླེབས་ལ་ཉེ་བ་རེད་དེ་ཡིན་ཙང་བཀའ་ཤག་གསར་པའི་ངོས་ནས་ཡང་ང་ཚོ་གར་གར་བྱེད་ཐུབ་ཡ་འགྲོ་ཞིག་འདུག་དེ་ཚོ་ཡང་གོ་བསྡུར་བྱས་རྗེས་ཨེ་ནས་ཐག་གཅོད་རིམ་པ་རིམ་པ་བྱེད་ནས་འདུག་སུ་ཡོང་ཡ་རེད་བྱེད་ནས་ཞུ་ཡ་ཡིན་ཚང་མ་ལོ་གཉིས་མཐའ་བར་ནས་ཐུགས་ཆེ་ན།